ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་གུས་པ་དམན་པ་རྟ་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་འདོད་བྱུང་སོང། ད་ནི་དེ་རིང་འདིའི་བཅར་ནི་ད་ཐེངས་ང་རང་ཚོ་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་ནི། སྐྱེ་བ་སྔ་ཕྱི་ཡོད་མེད་ཀྱི་སྐོར་ལ། དགེ་བཤེས་ལོ་མང་ཚར་གཅོད་ལགས་དང་མཁན་པོ་ཚུལ་ཁྲིམས་བློ་གྲོས་ལགས་གཉིས་དང་འབྲེལ་བའི་ཐོག་ཁོ་གཉིས་གཉིས་དང་འཕྲོད་པའི་ཐོག་ནས་ནི། ད་ང་རང་ཚོ་གི་རྣམ་དཔྱོད་ཡོད་ངེས་མང་པོ་ཞུ་གཅིག་གི། དེའི་སྐོར་ལ། བགྲོ་གླེང་གནང་ཡོང་གི་འདུག་དགག་བྱ་སྤོང་གསུམ་གནང་ཡོང་གི་འདུག་འདི་ང་ཚོ་ལ་གོ་གི་ཡོད་རེད། རང་གོ་གི་ཡོད་རེད་ད། ད་ང་རང་ཚོ་ཟུར་དུ་ཉན་དེ་ངས་ཚོ་གས་ཨ་ནི་འདི་ཚོའི་སྒང་ལ་མཐའ་གཅིག་ཏུ་ང་རྒྱལ་ཁོང་ཁྲོ་ཕྲག་དོག་མ་བྱེད་པ་བྱས། སོ་སོ་ལ་གླེང་དགོས་ཡག་གི་ཤེས་བྱ་ག་རེ་འདོད་འདི་གླེང་ཐུབ་པ་ཡིན་ན་ཕན་ཐོག་ཡོད་རེད། དེ་འདྲ་སོང་ཙང། མཁན་པོ་ལགས་དང་དགེ་བཤེས་ལོ་མ་ཚ་ཆུ་ལགས་གཉིས་ཀྱི་བར་ལ་བྱུང་བའི་ཨ་ནི་སྐྱེ་བ་སྔ་ཕྱི་ཡོད་མེད་ཀྱི་ཨ་ནི་གཅིག་གི་འགག་ཤ་སྤུངས་གསུམ་གྱི་སྤྱི་ཚོགས་ཀྱི་དྲ་ལམ་ནང་ལ་ཡོང་དང་ཡོང་བཞིན་པའི་གནས་ཚུལ་འདིའི་ཐོག་ལ་ཨ་ནི་ང་རང་ཡིན་ནའི་ད་ཅིག་ཁོང་ཚོ་ནང་བཞིན་གྱི་མཁས་པ་དེ་འདྲས་མ་རེད་དེ། ཨེ་ནས་མཁས་པ་མཉམ་དུ་འགྲོ་སོང་ན་ཡང་རྗེས་ལ་མཁས་པ་ཆགས་ཡག་གི་རེ་བ་ཡོད་རེད་འདི་འདྲ་སོང་ཙང་ངས་རེ་བ་འདི་བྱས་ནས་དེ་རིང་འདིའི་གནས་ཚུལ་ཁ་ཤས་ཅིག་གང་ལ་རྣམ་པ་ཚོ་ལ་དང་པོ་དོགས་སློང་ངང་གི་ཚུལ་དུ་རྣམ་པ་ཚོ་ལ་མཉམ་དུ་ཚིག་གང་ཤས་ཅིག་ཞུ་འདོད་བྱུང་སོང། ཨ་ནི། མཁན་པོ་ཚུལ་ཁྲིམས་བློ་གྲོས་ལགས་ཀྱིས་ནང་པ་སངས་རྒྱས་ཀྱི་ལྟ་གྲུབ་གཞི་ཆགས་ཐོག་ནས་ཨེ་ནི་སྐྱེ་བ། སྔ་མ་དང་ཕྱི་མ་ཡོད་པར་སྒྲུབ་པའི་བར་པ། དགེ་བཤེས་ལོ་མང་ཚར་གཅོད་ལགས་ཀྱིས། སྤྱིར་བཏང། དགེ་བཤེས་ལགས་ཁོ་རང་ནང་པ་སངས་རྒྱས་ཀྱི། ལྟ་ཅིག་ནང་ཆོས་ཀྱི་ཐོག་ལ། སྦྱང་བརྩོན་མི་དམན་པ་གནང་དེ་ངེས་ཅིག། ཡིན་པ་གང་ཞིག་ལ། ཚན་རིག་གི་ཐོག་ལ་ཡིན་ནའི་སློབ་སྦྱོང་གནང་མཁན་གྱི་རེ་དོགས་དེ་འདྲ་སོང་ཙང། དེ་འདྲིའི་གི་པར་རུ་དེ་ལ་ཨིན་ཇིའི་སྐད་དེ་མ་གསུངས་ནས་ང་ཚོ་གི Tris ཟས་ཆོག་རེད་ཨོ་འདི་ཆགས་འདུག་བསམ་བསམ་འདྲ་བ་འབྱུང་གི་འདུག། ཨ་ནི། ད་ང་རང་ནམ་རྒྱུན་དུ། བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ལ་ཡིན་ནའི་འབད་བརྩོན། གལ་ཏེ། གང་ཐུབ་ཐུབ་ཅིག་བྱེད་བསྡད་ཀྱི་ཡོད། ཉི་མ་ནས་ཉི་མ་གཉིས་ཀྱི་ང་རང་དུ་དངོས་གནས་སྨན་པའི་རྒྱལ་པོ་གཡུ་ཐོག་ཡུན་དོན་མགོན་པོ་ལ་ཡིད་ཆེས་ཆེ་རུ་ཆེ་རུ་དང་གཏིང་ཟབ་རུ་ཟབ་རུ་དད་པ་སྐྱེ་གི་འདུག་དེ་འདྲའི་ཞིག་ང་ཚོ་ཆགས་འོང་གི་ཡོད་རེད། ད་ག་ན་བཞིན་ངས་ནང་ཆོས་གཞུང་ལ་ཡང་ཁྲ་ལ་ཕྲན་བུ་ཞིག་ཕྱིན་གི་ཡོད་རེད་ཞག་རྩི་ལྟས་སུ་ཡོད་རེད། དེ་ནི་ཚན་རིག་གི་ཐོག་ལས་ཤིག་ཚན་རིག་སྦྱང་མི་དེ་དོ་སྣང་བྱས་ནས་ཁ་ཤས་ཁ་ཤས་ཤེས་ཀྱི་ཡོད་རེད། གཙོ་བོ་དེ་དག་སོ་སོའི་རྣམ་དཔྱོད་དེ་རེད་ཀླད་པ་དེ་རེད། རེད་པ། དེ་འདྲ་སོང་ཙང། ད་ངས་རྣམ་པ་ཚོ་ལ་དོགས་སློང་ག་རེ་ཞུ་ཡ་ཡིན་ཞུས་པ་ཡིན་ན། དགེ་བཤེས་ལོ་མང་ཚར་རྗེས་ལགས་ཀྱིས་ད་ལྟ་བདུན་གཉིས་རེད་བདུན་གཅིག་རེད་གོང་ལ་བཏོན་བཞག་པའི་བརྙན་ཐུང་འདི་ཡང་ངས་བལྟ་ཡིན། དེའི་གོང་ལ་ཁོ་རང་གིས་གསལ་བཤད་གནང་བའི་བརྙན་ཐུང་འདི་ཡང་བལྟ་ཡིན། དགེ་བཤེས་ལོ་མང་ཚར་གཅོད་ལགས་ཀྱིས་འབྲི་བཤད་ག་རེ་སྐྱོན་གྱི་འདུག་བས་ཞུས་པ་ཡིན་ན། དེ་ནི། སྐྱེ་བ་སྔ་སྐྱེ་བ་ཕྱི་མ་མེད་པའི་གྲུབ་རྟགས་སྒྲོགས་སྦྱོར་བ། ག་རེ་སྟོན་ཡོང་དུ་ཟེར་ན་ཚན་རིག་གིས་བཤད་བཞག་པའི་གནས་ཚུལ་འདི་འདྲའི་ཞིག་བསྣམས་ཕེབས་ནས་གནས་ཚུལ་དེ་ཡང་ཨ་ནི་ཕ་མ་གཉིས་བསྡུ་སྤྲོད་བྱས་པའི་རྒྱུན་རིང་གི་ཕ་ཡི་ཁུ་བ་དཀར་པོ་དང་མ་ཡི་ཁམས་དམར་པོའི་ཨ་ནི་ཀྱི་བརྒྱུད་རིམ་འདི་འདྲའི་ཅིག་བསྣམས་ཕེབས་ནས་ཨ་ནི་འདི་གི། སྐྱེ་བ་ཕྱི་མ་མེད་པར་སྒྲུབ་ཐུབ་ཀྱི་འདུག་གསུངས་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་འདི་ལ་ངས་དགེ་བཤེས་ལགས་དང་རྣམ་པ་ཚང་མ་ལ་དོགས་སློང་ཁ་ཤས་ཞུ། དང་པོ། ང་ཚོ་གི་དོགས་སློང་དེ་མ་བྱས་གོང་ལ་ང་ཚོ་གི་ཤེས་མགོ་ཡག་གི་གནས་ཚུལ་ཁ་ཤས་བྱུང་རེད། གནས་ཚུལ་དེ་ག་རེ་རེད། ཚན་རིག་པ་ཟེར་ཡ་འདི་འོ་ན་ཚང་མ་མཐར་ཕྱིན་པ་ཅིག་རེད་པས་རྩ་བ་ར་ནས་མ་རེད། ཚན་རིག་པ་ཟེར་ཡ་འདི་ཟླ་གཅིག་འདི་དུས་རབས་བཅུ་བདུན་བཅོ་བརྒྱད་བཅུ་དགུ་ཉི་ཤུ་འདིའི་པར་རོ་ལ་འགྱུར་བ་ཤུགས་ཆེན་པོ་ཞུགས་ཕྱིན་བཞག་པ་ཅིག་རེད། དེའི་གོང་ལ་ཚན་རིག་ཟེར་ཡ་འདི་ཞོལ་གཅིག་གི། ཉག་མ་པོ་རེད། ད་ད་ལྟའི་དུས་ཚོད་ལ། ཚན་རིག་གིས་རྔན་མ་ཁོ་རང་ཚོས་ཁས་ལེན་པའི་གནས་ཚུལ་མང་པོ་ཞོག་ཅིག་ཁོ་རང་ཚོ་གི་རྩ་བའི་དམ་བཅའ་ཤོར་ཡོག་རེད། ད་ད་ལྟ་ཁོ་ཚོས་རྩ་བའི་དམ་བཅའ་མང་པོ་ཅིག་ཟིམ་བསྡད་ཀྱི་ཡོག་རེད། དེ་ཡང། ནམ་ཞིག་རྩ་བའི་དམ་བཅའ་དེ་ཤོར་རྒྱུ་རེད། དེ་གཅིག་བཞིན། གཉིས་པ། ཚན་རིག་པའི་ནང་ལོགས་ལ་ང་རང་གིས་བསམ་བློ་བཏང་སྟངས་ཀྱི་སྒང་ནས་བཤད་པ་ཡིན་ན། རྩ་བའི་ཁོ་ཚོ་གི་བསམ་བློ་འཁྱེར་སྟངས་རྩ་བའི་དམ་བཅའ་འཛིན་སྟངས་ཀྱི་ཚོགས་པ་དེ་ལ་སོང་ནས་ཁག་གཉིས་ལ་ངས་ངོས་འཛིན་བྱེད་ཀྱི་ཡོད། དང་པོ་དེ། འཕགས་མཆོག་ཕྱྭ་ནང་དཔལ་མོའི་ཐུགས་རྗེའི་བཀའ་དྲིན་དང་གཟིགས་པའི་འོག་ནས་ཚན་རིག་མ་མང་པོ་ཞོལ་གཅིག་གིས་ནང་ཆོས་དང་མཉམ་དུ་བགྲོ་གླེང་བྱས་ནས། ཚན་རིག་པ་མང་པོ་ཞུ་རྒྱུ་ལ་ནི་ཅིག་ལེགས་ཆ་ཞུ་རྒྱུ་རང་ཡོད། དེ་འདྲ་བའི་ཚན་རིག་འདི་དག་ནི་ཅིག་སོ་སོས་མ་མཐོང་བ་ཡིན་ནས། འདི་མ་རེད་མི་འདུག་ཟེར་མ་ལབ་ཆེད་ཨོ་འདི་ལ་ང་ཚོ་མ་འོངས་པ་ལ་ཉམས་ཞིབ་བྱེད་ཀྱི་ཡིན་ད་འདི་ལ་ང་ཚོ་དཔྱད་པ་བྱེད་དགོས་འདུག་ཨ། ནང་ཆོས་ཀྱི་ནང་ལོགས་ནས་འདི་འདྲའི་བཤད་ཡོང་གི་འདུག་ཨ། ཆོས་ལུགས་གཞན་དག་ནང་ནས་འདི་འདྲའི་བཤད་ཡོད་ལ་འདི་ང་ཚོས་བརྟག་དགོས་འདུག་ད་ཟེར་ནས་ཁོ་ཚོས་ཁོ་མཐའ་གཅིག་ཏུ་མ་རེད་ཟེར་མ་ལབ་བྱེད་ཁོ་ལ་ཅིག་ལམ་དབུ་མ་ལ་གནས་ནས

ད་ག་རང་རེད། སོ་སོས་མ་མཐོང་སོ་སོས་མ་མྱོང་ཡིན་ན་ཡོད་མ་རེད་མ་རེད་ཟེར་ད་ཁོང་ཚོས་ཐག་བཅད་ཡོང་གི་རེད་ད་འདིའི་ཚན་རིག་འདི་ལ་ང་ཚོ་ཤོར་ཡིན་ན། སོ་སོའི་བསམ་བློ་དེ་དང་ཁོང་ཚོའི་བྱེད་འཇོག་ལ་ཤོར་བ་ཡིན་ན། ཨེ་ནི་སོ་སོ་ཡང་ཁོང་ཚོ་ནང་བཞིན་ཆགས་ཡོང་གི་རེད། ཨེ་ནི་དཔྱད་པ་བྱེད་པའི་བརྒྱུད་རིམ་གྱི་སོ་སོ་དཔྱད་པ་བྱེད་དུས་ནི་སྐྱི་དམག་དེ་ལ་བསྡད་ནས་ཕྱོགས་གཉིས་ཀ་དེ་ལ་དཔྱད་པ་བྱེད་ཐུབ་གི་མ་རེད། འོ་འདི་ང་ཚོ་དང་པོ་ཤེས་དགོས་ཀྱི་ཡོད་རེད་མ། དེ་ཤེས་པའི་ཐོག་ནས་ད་ངས་དོགས་སློང་བསླང་དགོས་ཡག་འདི་ག་རེ་རེད་ཞུས་པ་ཡིན་ན། དགེ་བཤེས་ལོ་མང་ཚར་གཅོད་ལགས་ཀྱིས་ག་རེ་གསུང་གི་འདུག་བས། ཨ་ནི། ཚན་རིག་གིས་ག་རེ་བཤད་བསྡད་ཀྱི་འདུག་བས་ཞུས་པ་ཡིན་ན། ཨ་ནི་ཁོ་ཚོས་ཕ་མ་གཉིས་ཀྱིས་མདོ་སྤྲོད་བྱས་པའི་བརྒྱུད་རིམ་གྱི་ཁམས་དཀར་པོ་དེ་དང་ཨ་ནི་མ་ཡི་ཁམས་དམར་པོ་དེ་གྱི་ཨ་ནི་ནང་ལོགས་ལ་ཡོད་པའི་ཨ་ནི་སེལ་ཟེར་གི་འདུག་བས། ད་ཁམས་ཀྱི་ཨ་ནི་གཅིག་ང་རང་ཚོ་མ་སོང་ནས་ཁམས་ཀྱི་ནུས་པ་འདི། ཨེ་ནི། དཔེ་དེ་གསོན་པོ་ཁོ་རང་ཡང་འགྲོ་གི་འདུག་གསི། ཕ་ཡི་ཁུ་བ་གི་ནང་ལ་ཡོད་པའི་ང་ཚོ་གི་ཅོང་མོང་གི་བཟོ་བལྟ་ཞིག་དོགས་འདི། འོ་འདི་དཔེ་དེ། གསོན་པོ་རེད་གསི་ཡང་འགྲོ་གི་ཡོག་རེད་གསི། མ་ཡི་ཁམས་དམར་པོའི་ནང་ལ་ཡོད་པའི་ཨེག་གསི་རོ་ར་འོ་ད་ཁྲག་རིལ་དེ་ཡང་གསོན་པོ་རེད་གསི་མ། ཡོང་གི་ཡོག་རེད་གསི། དེ་འདྲའི་གི་གསོན་པོ་གཉིས་ཡོད་བཞིན་དུ་ཨེ་ནི་ང་ཚོ་ལ་རྣམ་ཤེས་གསི་ཡ་དེ། སུས་མཐོང་ཡོག་རེད།

རེད་བ། ཕ་ཡི་ཁུ་བ་གི་སེལ་འདི་ཡང་གཅོང་མོ་ལྟ་བུ་འདི་ཡང་འགུལ་སྐྱོད་བརྒྱབ་པའི་རྒྱུ་མཚན་གྱིས་ཨེ་ནི་ང་ཚོ་སེམས་གཏིང་གི་རྒྱུད་ལ་ཡོད་པའི་སེམས་འདི་ཡོད་རེད་བས། ད་ག་ན་བཞིན་མ་ཡི་ཁམས་དམར་པོའི་ནང་ལོགས་ཀྱི་ཨེ་ནི། ཨིན་ཇི་ཡིན་ན་ཨེག་སི་ལ་ཁུར་བ་ཚན་རིག་པ་ཡིན་ན་འོ་ཁྲག་རིལ་དམར་པོ་དེ་མ་བབས་ཡོད་མིན་གྱི་རྒྱུ་མཚན་གྱིས་ཨེ་ནི་འོ་ན་འདི། ང་ཚོའི་སེམས་གཏིང་གི་རྒྱུད་ལ་ཡོད་པའི་སེམས་འདི་ཡོད་རེད་བས་དྲི་བ་དེ་གཅིག་དེ་རེད།

སོགས་ཡོད་རེད་གསུངས་འདུག་གི་བར་པ་དེ་ཡིན་པ་ཡིན་ན་དེ་ནི་མེ་ལྕེ་དམར་པོ་འདི་འགུལ་སྐྱོད་རྒྱག་གི་ཡོད་རེད། ཡངས་ཤིང་གཡོ་བ་རླུང་གི་མཚན་ཉིད་འདི་འགུལ་སྐྱོད་རྒྱག་གི་ཡོད་རེད། འོ་ན་དེ་ཚོ་ལ་སོགས་ཡོད་རེད་པས། ད་ལྟ་དགེ་བཤེས་ལགས་དང་ཚན་རིག་པས་གསུངས་བའི་གནས་ཚུལ་འདི་ལ་ཕྱོགས་མཚུངས་ཅིག་འགྲོ་དགོས་ཀྱི་ཡོད་རེད། འོ་འདི་གཉིས་དཔེ་དེ་ཐ་དད་ཆགས་ཡོད་རེད། རེད་མ། དེ་འདྲ་སོང་ཙང། གནས་ཚུལ་མང་པོ་གཅིག་རང་བཞིན་ཆོས་ཉིད་ཀྱི་དབང་གིས་འགྲུབ་དགོས་དགོས་དཔེར་ན། ཕ་ཡི་ཁུ་བ་འདི་མ་ཡི་ཨནི་ཅིག། ལྔའི་ནང་ལོགས་ལ་སླེབས་པའི་སྐབས་ལ་ཁོ་རང་ཆོས་ཉིད་ཀྱི་དབང་གིས་ཨནི་མ་ཡི་ལྔའི་ནང་ལོགས་བརྒྱུད་ནས་ཡང་བསམ་སེའུ་ནང་ལ་བསམ་སེའུ་དང་ལྔའི་གི་བར་མཚམས་འདི་དང་མ་ཡི་ཁམས་འདི་མ་དམར་པོ་འདི་བསམ་སེའི་ནས་མ་ལྔའི་ལ་མ་བབས་ཡོང་ཡ་འདི་ཁོ་རང་རང་བཞིན་ཆོས་ཉིད་ཀྱིས་གྲུབ་ཡོང་རེད། མེ། གནམ་ལ་འབར་དགོས་ཡག་འདི་དང། ཆར་པ་མང་ས་ལ་བབས་དགོས་ཡག་འདི་དང། རྩི་ཤིང་ཡག་སྐྱེས་དགོས་ཡག་འདི་དང། རྡོ་མང་གཡང་ལ་ལྷུང་བསྡད་ཡག་འདི་ཚོ། རང་བཞིན་ཆོས་ཉིད་ཀྱི་གྲུབ་བསྡད་པ་ཅིག་རེད་མ་གཏོགས་འདི་ལ་ཨེ་ནི་སྤྲོས་པའི། སོགས་ཅིག་ཡོག་རེད་པས་ལེ་ལོ་ཡིན་ན་འདི་ཡོག་མ་རེད་ཐག་གཅིག་ཆོག་གོ་རེད།

ད་ག་ནང་བཞིན་ཚན་རིག་པ་ཁོ་རང་ཚོ་གི་སྤུ་གུ་མང་པོ་ལྟ་ཅིག་ཚན་རིག་གི་སྡེ་ཚན་འདི་འདྲ་རྣམས་ལ་སྤུ་གུ་བཟོས་ནས་ག་ལ་གང་ཚང་ཅིག་ཡོང་ད་ཡོང་དུ་ཡོང་གི་བ་རེད། ད་འོ་ན་ཁོ་ཚོ་གི་གླེན་པའི་སྐབས་ལ་ཕ་ཡི་ཁོ་དམར་པོ་ཁོ་དཀར་པོ་གི་སྐྱོན་མེད་པ་ཅིག་ཁྱི་གི་བ་རེད། མ་ཡི་ཁམས་བདེ་སྐྱོན་མེད་པ་ཅིག་བཞག་གི་བ་རེད། དེ་གཉིས་གཉིས་ཀ་མཉམ་དུ་སྦྱར་བའི་སྐབས་ལ་ཁོ་ཚོ་ལ་ཚང་མ་ལ་སྤུ་གུ་འཁོར་གི་རེད། འཁོར་གྱི་མི་འདུག་ཨ། གར་ཅན་འཁོར་གྱི་ཡོད་མ་རེད་པས་འདི་དྲི་བ་ཆེན་པོ་ཞོ་ཕྱིར། རེད་པ། ཨོ། འདིའི་སྐབས་འདི་ལ་ང་རང་ཚོ་ནང་པ་སངས་རྒྱས་ཀྱི་གཞུང་ལུགས་ཡིན་ནས་རེད་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ལ་ཡིན་ནས་རེད། ལས་མ་འཛོམས་ན་རྣམ་ཤེས་མི་གྲུབ་སྟེ་ཟེར་ཡག་གི། རྩ་ཚིག་འདི་རེད། ལུང་འདི་རེད། ང་ཚོ་གི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ཡིན་ནའི་རེད་ནང་པ་སངས་རྒྱས་ཀྱི་གཞུང་ལུགས་ཡིན་པ་ཡིན་ནའི་རེད་འདིའི་ནང་ལོགས་འདི་ལ་ཚིག་ཁ་ཤས་ཀྱིས་ཕར་སྤྲོས་པ་རྒྱ་ཆེན་པོ་ཞོ་ཏི་ལས་བྱེད་དགོས་ཡ་གི་འདི་ཡོད་རེད་འདི་ཚོ་ང་ཚོས་ད་ལྟ་བར་དུ་སྤྲོས་ཐུབ་ཡོད་མ་རེད་རྒྱུ་མཚན་དེ་ལ་བརྟེན་ནས་ང་ཚོ་གིས་ག་དུས་ནས་རྨོངས་བསྡད་ཡོད་རེད། རེད་མ་འོངས། དེ་འདྲ་སོང་ཙང། དེ་རིང། ད་ངས་རྣམ་པ་ཚོ་ལ། དོགས་སློང་གི་ཚུལ་དུ་གནས་ཚུལ་འདི་འདྲའི་ཅིག་ཞུ་འདོད་བྱུང་སོང། གནས་ཚུལ་འདི་ཡག་པོ་ཅིག་ཤེས་པ་ཡིན་ན། ལན། སྐྱེ་བ་སྔ་ཕྱི་ཡི་ཟས་སྦྱོར་བ་སྐྱེ་བ་སྔ་ཕྱི་དེ་རང་བཞིན་གྱིས་གྲུབ་ཡོང་གི་རེད། སྐྱེ་བ་སྔ་ཕྱི་ཆེད་དོགས་ནས་བ་བཙལ་ཁ་འགྲོ་གི་མ་རེད། ད་ག་ནང་བཞིན། ང་རང་གིས་བསམ་བློ་བཏང་བཏང་བྱས་པ་ཡིན་ན། ཨཱ་ནི། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ། ཨཱ་ནི། མཁས་པ་ཡིན་ནི་རེད་མང་པོ་གཅིག་གིས། སོ་སོ་གི་སྐབས་རེ་ཤེས་པ་དེ། གཞན་གྱི་སོ་སོ་གི་འཆར་སྣང་ལ་སོ་སོ་ཞང་དག་པ་ཞུ་གི་ཡིན་བསམ་གི་ཡོད་རེད་དེ་སྐབས་རེ་སྐབས་རེ་སོ་སོ་གི་འཆར་སྣང་དེ། ཨཱ་ནི། ཅིག་ནོར་བ་བྱིན་པ་ཡིན་ན་ཡང་ཁོ་ནོར་བ་དེ་ཁས་མ་ལེན་མཁན་དེ་འདྲ་མང་པོ་འདུག། དེའི་རིགས་རྩ་བ་རང་བྱེད་རྒྱུ་བ་མ། ཚན་རིག་པ་དེ་ཚོ་ཡིན་ན་ཁོ་རང་ཚོ་གི་ནོར་བ་དེ་ནོར་ན་ནོར་འདུག་མ་རེད་ད་ག་རེ་ནས་བཟུང་ང་ཚོ་འདི་འདྲི་ཡི་མི་འདུག་ཁོང་ཚོས་ཁས་ལེན་གི་བ། ང་ཚོ་ཡིན་ན་འདི་ཁས་ལེན་དགོས་འདི་གལ་ཆེན་པོ་ཤོས་ཅིག་རེད་ང་རང་ཡིན་ནས་ད་ལྟའི་ཆ་ལ་ལྟ་བ་འདི་འདྲའི་གཅིག་གང་ལ་འགྲོ་གི་ཡོད་རེད་མ་འོངས་པ་ལ་ངའི་ལྟ་བ་དེ་ངས་སྨྲ་ཞེན་པའི་དབང་གིས་ནོར་ཡོད་པ་ཡིན་ན་ངས་ཁས་ལེན་གི་རེད་འོ་འདི་ཡིན་གྱི་མིན་གྱི་གོ་གི་ཡོད་རེད་འདི་མེད་པ་ཡིན་ན་ཨ་ནི། གང་ཤག་སྤོང་གསུམ་བྱས་ནས་ཕན་ཐོགས་གང་ཡོད་མ་རེད། འོ་དེ་རེད་དེ་འདྲ་སོང་ཙང་ངས་དེ་རིང་གི་སྐྱེ་བ་སྔ་ཕྱི་ཡོད་མེད་རྩད་མ་བཅད་པའི་སྔ་རོལ་དུ་ཤེས་དགོས་ཡག་གི་གནས་ཚུལ་འདི་ཡིན་གྱི་མིན་གྱི་ཤེས་དགོས་ཀྱི་ཡོད་རེད། འདི་ཡག་པོ་ཅིག་ཤེས་པ་ཡིན་ན་ལས་སླ་པོ་ཆེ་ནི་སྐྱེ་བ་སྔ་ཕྱི་རང་བཞིན་གྱིས་གྲུབ་ཡོང་གི་རེད། མ་མཐོང་བའི་རྒྱུ་མཚན་དེ་ཡོད་མ་རེད་ཟེར་ཡག་ད་གཅིག། མ་ཤེས་པའི་རྒྱུ་མཚན་གྱིས་ཡོད་མ་རེད་ཟེར་ཡ་ད་གཉིས། ད་འདི་དག་ཐམས་ཅད་ཨེ་ནི་ཡར་རྒྱས་འགྲོ་ཡག་གི་འགོག་རྐྱེན་དུག་ཤུལ་དེ་རེད། ད་ག་ནང་བཞིན་སོ་སོས་མ་ཤེས་པ་བྱས་སོ་སོས་མ་ཤེས་པ་དེ་ས་གཞན་གཅིག་གི་རྩ་ནས་ཚུར་ཤེས་པ་ཡིན་ནས་སོ་སོས་ལྟ་བ་འཛིན་སྟངས་འདི་མཁྲེགས་བཟུང་བྱས་ནས་བསྡད་པ་ཡིན་ན་ཡར་རྒྱས་ཀྱི་འགོག་རྡོ་ཆེ་ཤོས་དེ་རེད་འདི་ང་ཚོ་གི་གལ་ཆེ་ཤོས་རྩིས་ནས་བསམ་བཏང་དགོས་ཀྱི་ཡོད་རེད། དེ་འདྲ་སོང་ཙང་དེ་རིང་སྨན་པ་གཏང་རག་གི་ངོས་ནས་ནི་རྣམ་པ་ཚོ་ལ་སྐྱེ་བ་སྔ་ཕྱི་ཡོད་མེད་རྩོད་གླེང་གི་མ་བྱས་ཀྱི་སྔོན་ལ་དང་པོ་ཤེས་དགོས་ཡག་གི་གནས་ཚུལ་འདི་ཤེས་དགོས་ཀྱི་ཡོད་རེད། འདི་དག་ལ་རྣམ་པ་ཚོ་གི་བྱང་ཆུབ་པ་ཅིག་མཁྱེན་པ་ཡིན་ན། སྐྱེ་བ་སྔ་ཕྱི་རང་བཞིན་གྱིས། ཐག་ཆོད་ཆོད་པ་རེད། འོ་དེ་གཅིག་བྱུང་དེ་བྱུང་གསུངས་ཨེ་འདི་ནས་རིམ་པས་གུས་པ་བཅར་གྱི་ཡིན། གནས་ཚུལ་འདི་གཅིག་འདི་འདྲའི་སྒང་ལ་གུས་པ་ལ་དབྱིངས་ཞུ་བྱུ་ཡོད། དེ་འདྲ་སོང་ཙང་རྣམ་པ་ཚོས་འདི་གང་ཐུབ་ཐུབ་ཅིག་བརྒྱུད་བསྐུལ་གནང་རོགས་གནང། ཨ་ནི་རྣམ་པ་ཚོ་གས་སོ་སོའི་འདི་ནས་མ་བཤད་པའི་གནས་ཚུལ་གྱི་བརྒྱུད་རིམ་ནང་ལོགས་ལས་སྐབས་རེ་ཁ་ནོར་བ་དང་འདི་འདྲའི་བྱས་ནས་ཡང་ཕར་ཚུར། ཐོབ་ཐུག་བྱུང་ཡོད་ན་དགོངས་སེལ་ཞུ་གི་ཡོད་ཞུ་ཡ་ཡིན། ཐོལ་སྤྱི་ཆེ།